བར་གསེང་ནས་ཡག་ཅིག་གསུངས་ན་ཡང་དེ་རྒྱུད་ཀྱི་ཚིག་རེད་རྒྱུད་ཀྱི་ཚིག་དེ་ཁ་སེང་སྤོས་ཁ་བའི་ནང་ལ་ཡང་ད་ལྟ་དེ་ཡེ་ཤེས་ཐིག་ལེ་རྒྱུད་ཡེ་ཤེས་ཐིག་ལེའི་ནང་གི་དེ་གསུངས་ཚུལ་དེ་རེད་དེ་ནས་འདི་ཡི་དོན་དག་དེ།

འོ་དེ་ནི། སྣང་གྲགས་རིག་པ་ལྷ་དང་བླ་མེད་ཀྱི་དཀྱིལ་འཁོར་ལ་ཡང་རོལ་ཡ་དེ། མ་དག་པའི་ཀྱི་གཟུགས། མ་དག་པའི་སྒྲ། མ་དག་པའི་དྲི། མ་དག་པའི་རོ། མ་དག་པའི་རེག་བྱ་དེ་ལྔ་པོ་དེ། དེ་ནི། ཚེ་འཛིན་གྱི་འདུ་ཤེས་ཕྲ་མོ་ལ་བརྟེན་ནས་སྐྱེས་པ་རེད། ལྷ་ཡི་རྣལ་འབྱོར་དང་ཏིང་ངེ་འཛིན་གྱི་ནུས་པ་ལ་བརྟེན་ནས། བདག་གི་རྣལ་འབྱོར་ལྷ་ཡི་རྣལ་འབྱོར་དཀྱིལ་འཁོར་གྱི་རྣལ་འབྱོར་དེ་ཁོ་ན་ཉིད་ཀྱི་རྣལ་འབྱོར་བཞི་གི་ཐོག་ནས་ཉམས་ལེན་བྱས་ཡོང་དུས། དེ་ནི་མཆོག་ཏུ་མི་འགྱུར་བའི་བདེ་བ་ཆེན་པོ་དང་རྣམ་པ་ཀུན་གྱི་མཆོག་དང་ལྡན་པའི་སྟོང་པ་ཉིད་གཉིས་དེ་དེ་ནི་དབྱེར་མེད་པ་ལྷན་ཅིག་ཏུ་རྟོགས་པའི་ཡོན་ཏན་དེ། གཞི་ཡི་ཡོན་ཏན་དེ་སེམས་ཅན་ཐམས་ཅད་ལ་ཡོད་རེད། ད་ལམ་ལ་གར་དགོས་པར་བྱས་ན་ལྷ་སྒྲུབ་དགོས་ཀྱི་ཡོད་རེད། དཀྱིལ་འཁོར་སྒྲུབ་དགོས་ཀྱི་ཡོད་རེད། ལྷ་ཡི། སྤྱད་པ་ལྷ་ཡི་རྣལ་འབྱོར། བཟླས་པ་སྔགས་ཀྱི་རྣལ་འབྱོར། དེ་ནི་དེ་ཁོ་ན་ཉིད་དཀྱིལ་འཁོར་གྱི་རྣལ་འབྱོར་ཞེས་ནས་ད་རག་པའི་སྐབས་ནས་སྐད་ཆ་འདི་བཤད་ཀྱི་ཡོད་རེད། ཕྲ་བ་ལ་དེ་ལས་ཕྲ་རུ་འགྲོ་དགོས་རེད་གང་ལྟར་ཡང་དེ་འདྲ་གི་དཀྱིལ་འཁོར་གསུམ་གྱི་རྣམ་གཞག་དེ། དེ་ནི། གཉེན་པོ་དེ་ག་བར་འགྲོ་གི་རེད་ཟེར་ན།

སོ་སོ་སྐྱེ་བོ་རྣམས་དེ་ཁོ་ན་ཉིད་ཀྱི་གནས་ལུགས་དེ་གར་ཕྱིན་ནས་རྟོགས་མ་ཐུབ་པ་རེད་ཟེར་བཤད་ཡོང་དུས་དེ་ལྟ་བུའི་རགས་པའི་འདུ་ཤེས་དང་ཕྲ་བའི་རྣམ་ཤེས་དེ་ལ་ཡང་འཚེ་བར་འཛིན་པ་བདེ་བར་འཛིན་པ་རང་བཞིན་གྱིས་གྲུབ་པར་འཛིན་པའི་ཀྱི་ཉེར་ལེན་ལ་བརྟེན་ནས་དེ་ནི་གཏི་མུག་ཆེན་པོ་ཟེར་དེ་སྐྱེས་པ་རེད། གཏི་མུག་ཆུང་ཆུང་མ་རེད་གཏི་མུག་ཆེན་པོ། གཏི་མུག་ཆེན་པོ་དེ་སྐྱེས་པ་ཡིན་དུས་ད་དེ་འཇོམས་དགོས་ཀྱི་ཡོད་རེད་དེ་འཇོམས་ཡག་ལ་མཐར་གཏུགས་ཡོང་དུས། ཕྱག་རྒྱ་ཆེན་པོའི་སྐབས་ནས་བཤད་པའི་བརྗོད་བྲལ་ལྷན་ཅིག་སྐྱེས་པའི་ཡེ་ཤེས་དང། རྫོགས་པ་ཆེན་པོའི་སྐབས་ནས་བཤད་པའི་དགའི་རང་བྱུང་གི་རིག་པའམ། དེ་ཁོ་ན་ཉིད་ཀྱི་ཀུན་ཏུ་བཟང་པོའོ་ཟེར་ཡ། དེ་གཉིས་ནི་ཚིག་སོ་སོ་མིང་སོ་སོ་མ་གཏོགས་དོན་གཅིག་ལ་ཡོད་འདི་ཡག་གི་གནས་ཚུལ་འདི་རྟོགས་དགོས་ཡོད་རེད། དེ་འདྲ་དེ་བོད་ཀྱི་བླ་མའི་གསར་དུ་བརྩམས་བཞག་པ་གང་ཡང་མ་རེད་ག་རེ་ཟེར་ན་ད་ལྟ་འདི་འདྲ་བོད་ཀྱི་གཞུང། བཅོམ་ལྡན་འདས་ཀྱིས་གསུངས་པའི་གེགས་རྒྱུད་ད་ལྟ་དང། པཱ་ལི་ཡི་ཤེས་ཐིག་ལེ་རྣལ་འབྱོར་མའི་བཅུད་ཀྱི་རྒྱལ་པོ་རེད་འདི་ལུང་ཡོངས་འོང་ས་དེ་པོས་ཁ་བའི་ནང་ཡོད་རེད་འདི་གཙོ་བོར་བྱས་པའི་གེགས་དང་དག་པ་གཉིས་པ་ཡིན་ན་རེད་ད་ག་ན་ཤིང་གི་དུས་གཅིག་འཁོར་ལོ་སྐབས་སོགས་ཡིན་ན་རེད་གསང་བ་འདུས་པའི་སྐབས་སོགས་ཡིན་ན་ཡང་རེད་སྦྱོར་འཕྲུལ་ཆེན་མོ་སྐབས་སོགས་ཡིན་ན་རེད་ད་རྒྱུད་སྡེ་ཕལ་ཆེ་བའི་ནང་དེ་གླེགས་ཡོད་རེད་དེ་གླེགས་ཡོད་རེད་དེ་ཡོང་པ་ལ་བརྟེན་ནས་གནས་ལུགས་མཐར་ཐུག་དེ། རྒྱུད་དག་པ་བརྙེས་པའི་ནང་ལ་དེ་ནས། ཆད་པ་པོ་ང་ཆོས་སྦྱང་ང། རང་གི་ཚོགས་ནི་ཉན་པ་ང། འོ། འཇིག་རྟེན་སྟོན་པ་བསྒྲུབ་བྱ་ང། འཇིག་རྟེན་འཇིག་རྟེན་འདས་པ་ང་ཟེར་ཡག་གི་ཚིག་དེ་ཚོ་དང། ཡང། རྒྱུད་དག་པ་བརྙེས་པའི་ནང་ལ། སྒོམ་པ་པོ་མེད་སྒོམ་བྱ་མེད། ལྷ་དང་སྔགས་ཀྱང་ཡོད་མ་ཡིན། སྤྲོས་པ་མེད་པའི་རང་བཞིན་ལ་ལྷ་དང་སྔགས་ཀྱང་ཡང་དག་གནས་ཟེར་བའི་སྐབས་སོགས་ལ་ད་ལྟ་འདིའི་སྐབས་ནས་ཕྱོགས་དང་གཞན་ཕྱོགས་དེ་ནས་ཕྱོགས་གཞན་ཕྱོགས་ཁ་ཕྱོགས་འོད་ཕྱོགས་ཕྱོགས་ཀྱི་ཡེ་ཤེས་ནང་ཕྱོགས་ཀྱི་བདེ་ཚུལ་སྙིང་པོ་གང་བའི་རྒྱུན་མི་ཕྱེད་རྒྱུན་བབས་ཆད་པ་ཟེར་ཡ་དེ། དང་པོ་རང་ཉིད་ལྷ་ཡི་དེ་ཁོ་ན་ཉིད་ཀྱི་རྣལ་འབྱོར་རྟོགས་དགོས་ཡོད་རེད། དཀྱིལ་འཁོར་དེ་དེ་ཁོ་ན་ཡིན་གྱི་རྣལ་འབྱོར་རྟོགས་དགོས་ཀྱི་ཡོད་རེད། དེ་འདྲ་ཞིག་རྟོགས་ཡོང་ན་དེ་ལ་བརྟེན་ནས་དེ་ནས་ཅིག་གི་རྣལ་འབྱོར་གཉུག་མ་ཕྲ་མོ་གི་གནས་ལུགས་ཀྱི་ཐོག་ནས་ཤིན་ཏུ་ལྐོག་གྱུར་གྱི་དང་རགས་པས་ཀྱི་དབང་པོ་གྱི་རྟོགས་བྱ་མ་ཡིན་པ། རགས་པས་ཀྱི་རྣམ་པར་རྟོག་པའམ་རགས་པས་ཀྱི་བློ་ཡིས་རྟོགས་མི་ཐུབ་པ། རགས་པས་འདུ་བྱེད་ཀྱིས་རྟོགས་མ་ཐུབ་པ། རགས་པས་ཀྱི་དེ་ནས་ཅིག་ཧོ། ད། རྣམ་ཤེས་ཕྲ་མོ་གི་རྟོགས་མ་ཐུབ་ཡར་གྱི་གནས་ཚུལ་ཞིག་ཡོད་རེད། དེ་འདྲ་དེ་ག་རེ་ཟེར་ན་རྒྱུད་ཀྱི་ནང་ངོ་ལ་ཡེ་ཤེས་ཟབ་མོ་རྒྱ་མཚོ་ཞེས་མིང་བཏགས་པ་རེད། ད་འདི་ལྟར་ཡོང་སྟེ་གི་དུ་བ་ཡེ་ཤེས་ཟབ་མོ་རྒྱ་མཚོའི་སྙིང་པོ་ཟེར་ཡ་དེ་མཆོག་ཏུ་རྨད་བྱུང་ཆེན་པོའི་སྐུ་ནི་རྒྱ་སྦྱོར་ཅིག་ཡེ་ཤེས་ཟབ་མོ་རྒྱ་མཚོ་ཟེར་ཡ་དེ་ཡེ་ཤེས་ཟབ་མོ་རྒྱ་མཚོ་དེ་དབང་དང་བྲལ་ན་དབང་དང་པོ་བུམ་པའི་དབང་གཉིས་པ་གསང་དབང་གསུམ་པ་ཤེར་དབང་བཞི་པ་ཚིག་དབང་རིན་པོ་ཆེ་སྐབས་སོགས་ལ་དཔེ་ལས་འདས་པ་ཚིག་ལས་འདས་པ་བརྗོད་བྱ་ལས་འདས་པ་བརྗོད་བྱེད་ལས་འདས་པའི་གནས་ལུགས་དེ། དེ་ནི་གཉུག་མ་མ་བཅོས་པ་མཉམ་པར་བཞག་ནས་དེ་ཁོ་ན་ཉིད་ཀྱི་ངང་དུ་བཞག་ཡོང་དུས་བླ་མའི་བསྟན་དུ་མེད་སློབ་མའི་གོ་རུ་མེད་པའི་གི་གནས་ཚུལ་ཅིག་མངོན་དུ་ཆུད་ཀྱི་ཡོད་རེད་དེ། དེ་གང་ཟག་ཁ་སྙན་པོ་ཅིག་དང་སྙན་ངག་མཁན་པོས་གེ་སོ་བྱ་བའི་སྐལ་ཡང་མ་རེད། ག་རེ་ཟེར་ན་བླ་མ་རྟོགས་པ་དང་ལྡན་པ་གིས། དེ་ནི་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་སམ་ཡེ་ཤེས་ཟབ་མོ་དེ་འདྲ་ཅིག་མངོན་དུ་བྱས་དེ་བྱས་པའི་གི་དོན་དེ་སློབ་མ་ལ་བཤད། སློབ་མས་ཀྱང་དེ་བཞིན་དུ་ཚུལ་བཞིན་དུ་ཉམས་སུ་བླངས་ཡོང་དུས་དེ་ལ་བརྟེན་ནས་ད་ལྟ་འདིའི་སྐབས་སུ་ལ་ཡ་མཆོག་གི་བདུད་རྩི་སྙིང་པོ་གང་བའི་རྒྱུན་མི་ཕྱེད་རྒྱུན་འབབ་ཟེར་ཡ་དེའི་བརྒྱུད་པ་ལས་ཤེས་ཡོད་རེད། དེ་འདྲ་གི་བརྒྱུད་པ་དེ་དཔེ་ཆ་གི་བརྒྱུད་པ་མ་རེད་ཚིག་གི་བརྒྱུད་པ་མ་རེད་ད་ག་ན་ཞིང་གི་ཅིག་གི་ཐ་སྙད་ཀྱི་བརྒྱུད་པ་དེ་འདྲ་དང་བརྗོད་བྱ་དང་བརྗོད་བྱེད་ཀྱི་འབྲེལ་པ་གང་ཡང་མ་རེད་ག་རེ་ཟེར་ན་མཉམ་པར་བཞག་དེ་ཁོ་ན་ཉིད་ལ་སེམས་ནས་ཤེས་ཡོང་དུས་དེ་ནི་སྐྱེ་འགག་འདུ་བྱེད་ཀྱི་མཚན་མ་མཐའ་དག་ལས་འདས་པའི་གེ་ད་ལྷ་ཡི་རྣལ་འབྱོར་དུ་རྟོགས་ཀྱི་ཡོད་རེད་བ། དེ་ལ་བརྟེན་ནས་རྒྱུད་ཆེན་མེད་ལས་དགེ་ཡང་དོན་དམ་བདེན་པའི་དབང་དུ་ན་དགེ་བའི་སངས་རྒྱས་ཉིད་ཀྱང་མེད་དགོངས་པ་པོ་མེད་བསྒོམ་བྱ་མེད་བགྲོད་བྱ་ས་དང་ལམ་ཡང་མེད་འབྲས་བུ་སྐུ་དང་ཡེ་ཤེས་མེད་དེ་བཞིན་མྱ་ངན་འདས་པའང་མེད་ཟེར་ཡག་གི་མཐར་གཏུགས་ས་དེ་ཕྱག་ཆེན་ལ་སྦྱར་ན་ཡང་གནས་ལུགས་ཕྲ་མོ་ལ་ལེགས་ཡོད་རེད་རྫོགས་ཆེན་གྱི་སྐབས་སུ་སྦྱར་བ་ཡིན་ན་ནི་ཀུན་ཏུ་བཟང་པོའི་གནས་རྣལ་འབྱོར་ཕྲ་མོ་དེ་ལ་སླེབས་ཀྱི་ཡོད་རེད། རྣལ་འབྱོར་ཕྲ་མོའམ། དེ་ཁོ་ན་ཉིད་ཀྱི་རྣལ་འབྱོར་ལ་སླེབས་ཀྱི་ཡོད་རེད། ད་རྒྱུད་ཀྱི་སྐབས་སུ་དགོངས་པ་ལ་བཤད་པ་ཡིན་ན་བརྗོད་བྲལ་བལྟར་མེད་ཟེར་ཡ་དང་ད་ག་ན་ཞིང་གི་ད་ལྟ་དེ་ཡེ་ཤེས་ཟབ་མོ་ཟེར་ཡ་རི་བོ་དང་མཆོག་ཏུ་མི་འབྱུང་ཟེར་ཡ་གི་ཐ་སྙད་མང་པོ་ཅིག་ཡོད་བསྡད་པ། ཡིན་ན་ཡང་རྟོགས་བྱ་དེ་དེ་ཁོ་ན་ཉིད་གཅིག་མ་གཏོགས་མེད་བསྡད་པ་ལས་དང་པོ་པ་དེ་སུ་བྲལ་ཏེ་དབང་བཞི་དང་འབྲེལ་ནས་འགྲོ་དགོས་ཀྱི་ཡོད་པ་རེད་འདུག་བ། ད་ནི་རྗེས་ཀྱི་རྣལ་འབྱོར་པ། དེ་ཁོ་ན་ཉིད་ཀྱི་གནས་ཚུལ་ལ་ཡང་གོམས་པ་ཡོད་དེ་ངས་ཚེ་རབས་སྔོན་མ་སྔོན་མ་རྣམས་སུ་གོམས་པ་ཡོད་པ་དེས་མ་ཚད་པར་ཚེ་འདི་ལ་ཡིན་ན་ཡང་གཅིག་གིས་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་ལ་གོམས་པ་ཡོད་དེ་ངས་ཐུབ་དབང་གིས་གསང་དབང་འདྲེན་པ་གསང་དབང་གིས་ཤེར་དབང་འདྲེན་པ་མཐར་དེ་གསུམ་ལས་འདས་པའི་གེགས་ནི་དཔེ་ལས་འདས་པའི་གེགས་ཡེ་ཤེས་ཀྱི་གནས་ལུགས་འདི་ལྟར་རྟོགས་ཡོང་དུས་ད་ལྟ་དེའི་རྒྱུད་རྟག་པ་ཉིད་པའི་ནང་གསུངས་ན་དེ་རེད་ད། དོན་དུ་བ་བསྒོམ་པ་པོ་མེད་བསྒོམ་བྱ་མེད་ལྷ་དང་སྔགས་ཀྱང་ཡོད་མ་ཡིན་སྤྲོས་པ་མེད་པའི་རང་བཞིན་ལ་ཞེས་པའི་གི་ཚིག་དེ། རྒྱུད་བཏགས་པ་གཉིས་པའི་ནང་ལ་ཡང་སྤྲོས་པ་མེད་པའི་རང་བཞིན་ཟེར་ཡ་དེ་དང་ཡང་ན་འདི་ནས་བཤད་པའི་གི་ཡེ་ཤེས་ཟབ་མོ་རྒྱ་མཚོ་འདོད་བྲལ་བལྟར་མེད་དངོས་མེད་འོ། འོ་དེ་ཚིག་དེ་ཚོ་བྲལ་ཏེ་ཚིག་ཁ་ཁ་མ་ཏུ་དོན་དག་གཅིག་པ་ཆགས་བསྡད་ཡོད་རེད། ལམ་ལ་རྒྱ་རུ་ཡོང་དུས་རགས་པ་བྱས་དེ་ནས་ཅུང་ཟད་ཕྲ་རུ་སོང་དེ་ནས། ཤིན་ཏུ་ཕྲ་མོ་བཅས་རབ་ཏུ་ཕྲ་མོ། དེ་ལས་སུ་འགྲོ་བའི་རོ་རགས་པ། དེ་ནས་དེ་ཅུང་ཟད་ཕྲ་མོ། དེ་ནས་ཤིན་ཏུ་ཕྲ་མོ། དེ་ནས་རབ་ཏུ་ཕྲ་མོ། འོ་དེ་ལས་སུ་ཤེས་ཡོད་ད། དེའི་ངོ་སྤྲོད་བྱེད་ཡོང་དུས་ད་ལྟ་འདི་ལ་ཡང། ཁ། ཕྱོགས། འོད། ཕྱོགས། ཕྱོགས། ཡེ་ཤེས་བཅས། དེ་འདྲའི་ཕྱོགས་ཀྱི་བདུད་རྩི་དེ་ཚོ་བྲིས་འདུག་ཟེར་རྒྱ་ཡོད་དུ་རྣལ་འབྱོར་པའི་གི་དབང་ཞིག་ལ་ཡང་སྦྱར་ནས་འགྲོ་དགོས་ཡ་མ་ཡིན་པ་རྟོགས་བྱ་དེ་ཁོ་ན་ཉིད་ཀྱི་མངོན་དུ་བྱེད་སྟངས་ཀྱི་ལམ་གྱི་རྩ་རྣམས་ནུས་པ་དེས་ཇེ་ཟབ་ཇེ་ཟབ་ཇེ་མཐོ་ཇེ་མཐོ་ཇེ་ཕྲ་ཇེ་ཕྲ་ལ་འགྲོ་ཡོང་དུས་མཐར། དེ་ནས་འདི་སྐབས་སུ་ལ་སྤྱན་དཀར་འདུལ་བྱེད་ཚད་མའི་རྒྱ་གྱུར་ཅིག་ཟེར་ཡ་དེ་མཇུག་བསྡུ་ཡོང་དུས་ད་དེ་དེ་ལ་སླེབས་པ་རེད་དེ་འདྲ་ཡིན་དུས་ད་ནང་གི་བཞུགས་པ་ཡ་རྒྱུ་མཚན་ག་རེ་ཟེར་ན། དོན་ཟབ་མོ་རེད་ཆ་ཚང་བ་དེ་བཤད་ཐུབ་མ་རེད་བ། ཡིན་ན་ཡང་དེ་ཙམ་ཞིག་ལ་ཡང་ང་ཚོ་བློ་འཇུག་ཐུབ་ན་དེ་ཁོ་ན་ཉིད་རེད་འདོད། ད་རྒྱུའི་སྐབས་སུ་ཐེ་རང་རེད་བ་འགྲོ་སྟངས་དེ་རྒྱུ་རྒྱུ་ཟེར་ཡ་དེ་རྒྱུ་དེ་ག་རེ་ཁུག་ཡོད་ཟེར་ན་སྙུག་མ་རང་ད་ལྟ་འདི་སྐབས་འདི་ཤེས་པའི་གེ་བརྗོད་བྲལ་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་རྒྱུ་དེ་ལ་གུ་གུག་ཡོད་རེད། བརྗོད་བྲལ་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་རྒྱུ་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་ཡོད་ཡོད་པ་རེད། རེད་འདུག་ག་དེ་ཡོད་རེད་ཟེར་བའི་དཔེ་ངན་ཡོད་མ་རེད་ད་དེ་འདྲས་ཀྱི་ཡོད་དེ་ཡ་དེ་ད་ནི་ད་ཐུན་མོང་དུ་དབང་ཤེས་ཀྱི་རིམ་པ་ལ་བརྟེན་ནས་འགྲོ་དགོས་ཡ། ཐུན་མོང་མ་ཡིན་པའི་སྐབས་སུ་སྤྲོས་བྲལ་དེ་ཁོ་ན་ཉིད་ཀྱི་རྣལ་འབྱོར་མངོན་སུམ་དུ་བྱས་ཟིན་པའི་བླ་མ་ལ་ནི་གཅིག་གིས་རྟོགས་པའི་བདག་རྒྱུད་ཁྲོ་ཐུགས་རྗེ་གི་ཞིང་བཅུ་སྨིན་ཐུབ་མཁན་གྱི་ནུས་པ་སྟོབས་ལྡན་ཡོད་དེ་མཁན་གཅིག་ལ་ཡ་བརྟེན་དེ་འདྲས་ཀྱིས་བརྟེན་ནས་དེའང་སོ་སོ་གི་གཅིག་གི་ཉམས་ལེན་གྱི་རིམ་པ་དེ་ཚོ་བྲིས་དེའང་རྒྱུད་ཀྱི་དགོངས་པ་དང་མཐུན་པའི་ཐོག་ནས་ཅེས་ཀྱི། མཉམ་མེད་ཀྱི་རིམ་པ་དེ་ཚོ་དྲིལ་ཡ་འཇུག་ཐུབ་ན། ཨོ། ད་རྒྱུད་ཟེར་ཡ་དེ་ལ་དེ་འདྲ་ཞིག་རེད་ཤག་ཕ་རྒྱུད་ཡིན་ན་རེད་མ་རྒྱུད་ཡིན་ན་རེད་གཉིས་མེད་ཀྱི་རྒྱུད་ད་དེ་ཚོ་ཐབས་ཀྱི་རིམ་པ་གལ་ཆེ་ཆེ་མ་གཏོགས་ནོ་ཞེ་ད་གང་ཡོད་མི་འདུག་བ་དེ་ཡོད་ད་བདུད་ཀྱི་འཁོར་ལོ་སྐབས་སླེབས་པའི་སྐབས་སོགས་དེ་ནི་ཕྱི་འཇིག་རྟེན་གྱི་ཁམས་ནང་རྡོ་རྗེ་ཀྱི་ལུས་གཞན་དཀྱིལ་འཁོར་གྱི་འཁོར་ལོ་གྱི་རྣམ་གཞག་དེ་ཚོ་བཤད་ཡོད་རོ་ཨེ་འོ་མ་ཡག་གི་སྐབས་དེ་དེ་ནི་རྟོགས་བྱ་དེ་གཉུག་མ་ད་ལྟ་གཉུག་མ་ཕྲ་མོ་དེ་ཡིན་པ་རེད་ད་ལྟ། དེ་སྨིན་གླིང་གཏེར་གཞི་འགྱུར་མེད་རྡོ་རྗེ་ཀྱི་གསུང་གི་ནང་འོག་ལ་ཡང་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པས་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་གཡེལ་མེད་ཐུགས་རྗེས་ཐིག་ལེ་རོ་གཅིག་ཤོག་ཟེར་ཡག་གི་ཚིག་གཅིག་ཡོད་རེད་བ། འོ་དེ་སྨིན་གླིང་གཏེར་གཞི་འགྱུར་མེད་རྡོ་རྗེ་ཀྱི་གསུང་རེད་བ། འོ་དེ་བདག་གླིང་པ་ཟེར་བ་འོང་ཁོང་གི་གསུང་རེད་ད་དེ་ཡིན་དུས་ཟབ་གསལ་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་ཟེར་ཟབ་བ་གསལ་བ་རྣལ་འབྱོར་ཆེན་པོ་ཟེར་གསུམ་བཞག་འདུག་བ། དེ་བཤད་ཡོང་དུས་ཧ་རེ་ས་པའི་རྣལ་འབྱོར་ཟེར་དེ་ནས་ཅིག་བཤད་དགོས་ཀྱི་ཡོད་རེད། གཉིས་པ་དེ་ལ་གསར་བའི་རྣལ་འབྱོར་ཟེར་དེ་ནས་བསྐྱར་དགོས་ཀྱི་ཡོད་རེད། ད་དེ་གཉིས་དེ་གི་དེ་གཉིས་ཀྱི་མྱོང་བ་མཐར་ཐུག་པ་དེ་མྱོང་བ་མཐར་ཐུག་པའམ་རྟོགས་པ་མཐར་ཐུག་པ་དེ་ག་བ་ཞིག་རེད་ཟེར་ན་རྣལ་འབྱོར་ཆེན་པོ་ཟེར་དེ་ལས་ཡོད་རེད། ད་རྣལ་འབྱོར་ཆེན་པོ་ཟེར་བའི་ཚིག་དེའི་རྒྱུད་ཀྱི་ནང་ལ་མང་པོ་ཡོང་བསྡད་ཀྱི་ཡོད་རེད་ལ་རྙིང་མའི་གི་གཞུང་དེ་ཚོ་ནང་ལའང་མང་པོ་སླེབས་ཀྱི་ཡོད་རེད་རྣལ་འབྱོར་ཆེན་པོ་ཟེར། མཆོད་པ་ཕྱིན་ཅི་ལོག་ཡིན་ན་ཡང་རྣལ་འབྱོར་ཆེན་པོའི་བྱིན་རླབས་ཤེས་ཀྱི་ཡོད་རེད། རང་ཉིད་ལྷ་བསྐྱེད་ན་ཡང་རྣལ་འབྱོར་ཆེན་པོའི་ལྷ་བསྐྱེད་ཤེས་ཀྱི་ཡོད་རེད། ཚོགས་གཅིག་ལ་ཡང་ཚོགས་རྫས་མང་པོ་གཅིག་ཕུང་བྱས་ན་དེ་ལ་བྱིན་གྱིས་བརླབས་པའི་སྐབས་སོགས་ཀྱི་རྣལ་འབྱོར་ཆེན་པོའི་བྱིན་རླབས་ཤེས་ཀྱི་ཡོད་རེད། དེ་ཡི་ཀློང་ནས་རང་མི་ཡང་ཁམས་གསེར་མི་ནི་མེ་ལོང་ཞོ་གསུམ་བྱུང་ནས་བྱིན་གྱིས་བརླབས་མ་དག་པའི་དངོས་པོ་ཐམས་ཅད་བསགས་པ་རེད་ཟེར་ནས་བཤད་ནས་མགོ་སྐོར་བཏང་ཡོད་སྐད་ཆ་རེད་བ་དོན་དག་འདི་ཡིན་ན་ཡང་ངོ་མ་དེ་ལྟར་རྣལ་འབྱོར་ཆེན་པོ་གི་ཉམས་ལེན་སླེབས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཟབ་གསང་རྣལ་འབྱོར་ཆེན་པོ་ཟེར་ཡ་ཚིག་དེའི་གཞུང་འགའ་ཤས་ནང་ལ་རྣལ་འབྱོར་ཕྲ་མོ་ཟེར་ཡོང་གི་ཡོད་རེད། བར་དག་ཕྲ་མ་ནོར་མོ་ཕྲ་མོ་ལེགས་རེད་རྣལ་འབྱོར་ཕྲ་མོ་དང་རྣལ་འབྱོར་ཆེན་པོ་གཉིས་དེ་ཚིག་མ་འདྲ་བ་མ་གཏོགས་གཅིག་པ་ལེགས་ཀྱི་ཡོད་རེད། རེད་འདུག་བ། འོ་དེ་འདྲ་ཡིན་དུས་ཙམ་པ་ལ། གཅིག།

ཕྱག་རྒྱ་སྐུ། སྐུ་ཡི་དཀྱིལ་འཁོར་རེ་འདོད་བ། ཕྱག་རྒྱ་སྐུ་ཡི་དམ་ཚིག་བཤད་ཡོད་རེ་བ། དྲིལ་བུ་གསུམ་གྱི་དམ་ཚིག་རྡོ་རྗེ་ཐུགས་ཀྱི་དམ་ཚིག་བཤད་ཡོད་འདུག་ད་དམ་ཚིག་གསུམ་གྱི་བཀོད་པའི་གི་ཉམས་ལེན་ནང་ན་བཤད་ཡོད་འདུག་ད་ནི་རང་གི་ལུས་ལྷ། ངག་སྔགས། ཡིད། ད་ནི། གཉུག་མ་གྱི་རྣལ་འབྱོར་དེ་དང་མ་འདྲ་བའི་ཐོག་ནས།

དུས་དང་རྣམ་པ་ཀུན་ཏུ་བཞི་ཡིན་ནམ་བླ་མེད་ན་རེ་སྐབས་སོགས་སུ་ངོ་བོ་བཞིའི་སྐུ་རང་གི་ཐོག་ནས་དག་པའི་ལྷ་ཡི་སྐུ་གསུང་ཐུགས་ལས་ཡང་ནམ་ཡང་གཡོས་མ་མྱོང་པ་དེ་ལས་ཕར་འདས་མ་མྱོང་བ་རེད་བ། དེ་འདྲའི་གཅིག་གི་རྒྱུ་མཚན་དེ་བཤད་ཡོང་དུས་དེ་ནི་ཡི་དམ་གྱི་ལྷ་མཇལ་ཐུབ་ཀྱི་ཡོད་བ། ཡི་དམ་གྱི་ལྷ་གཞན་མཇལ་བ་ཙམ་མ་ཡིན་པར་ཆོས་ཕྱོགས་དང་ཐུན་མོང་གི་ངོ་བོ་དྲུག་ཞུ་ཐུབ་ཡ་ཡོད་བ། ཞུ་ཆོག་བསམ་པའི་སོ་སོ་གས་ཞུ་ཐུབ་བསམ་པའི་གས་སྤོ་བ་སླེབས་ཐུབ་ཡ། སྤོབས་པ་ཡོད་པ་ལྟ་དུ་སྒྲུབ་པ་ལྟ་དུ་འགྲུབ་ཐུབ་དགོས་ཀྱི་ཡོད་རེད་ད་ལྷ་འགྲུབ་ཐུབ་ཀྱི་ཡོད་རེད་བ་ལྷ་འགྲུབ་ཡག་དེ་འདྲ་ཞིག་འགྲུབ་དགོས་རེད་ད་དེ་འདྲ་ཞིག་འགྲུབ་ཚར་ན་དེ་ལ་ཡང་ཐ་སྙད་གར་དར་བར་བྱས་ན་མ་འགྲུབ་རང་ལ་འགོ་བའི་ལྷ་ཟེར་རེད་ད་དེ་དུས་རོལ་མོ་མཚམས་བཞག་བཞག་པ་རེད་རྔ་མཚམས་བཞག་པ་རེད་ཟླ་གྲུ་དྲིལ་བུ་དཀྲོལ་མ་གོ་བ་རེད་རྒྱ་ལིང་དྲིལ་རྐང་ལིང་བཏང་མ་གོ་བ་རེད་རེད་འདུག་བ་དེ་ནས་སྡེ་པ་དང་དཀྱིལ་འཁོར་དེ་ཚོ་སྡོད་མ་གོ་བ་རེད་དེ་འདྲའི་ཅིག་གི་རྣལ་འབྱོར་དེ་ལ་རྣལ་འབྱོར་ཆེན་པོ་ཟེར་བ་དེ་མིང་དེ་རེད། དེའི་སྐབས་དེའི་དུས་འདོགས་སའི་ཐ་སྙད་དེ་དེའི་སྐབས་ལ་བཏགས་དགོས། ཡང་དེ་འདྲའི་ཅིག་འགྲུབ་ཡོང་དུས། དེ་འདྲའི་ཅིག་འགྲུབ་ཡོང་དུས་སྣང་སྲིད་ཐམས་ཅད་དག་པ་རབ་འབྱམས་ཀྱི་དཀྱིལ་འཁོར་ལ་ཤར། དེའང་གཅིག་གི་ཡེ་གདོད་མ་ནས་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་ངང་འདི་ཀྱི་ནང་དུ་རྫོགས་ཏེ་ཡོད་པ། ཟུར་གྱི་གནས་ཚུལ་གླད་ནས་རྫོགས་དགོས་པ་འགྲུབ་དགོས་པ་མ་ཡིན་པ། གཉུག་མ་གཉིས་ཀྱི་ངང་ཞིང་གཉིས་ཀྱིས་འགྲུབ་ཏེ་ཡོད་པ། དེ་འདྲའི་འགྲུབ་ཡ་ལ་དང་པོ་འབད་རྩོལ་གྱི་ཐོག་ནས་དབང་ཤེས་དྲན་པ་ལ་བརྟེན་ནས་ཡམས་ནས་བྱེད་པ་ལ་སོགས་པ་འགྲུབ་ཀྱི་ཡོད་རེད་བ། མཐར་གཏུགས་ཡོང་དུས་དེ་འདྲ་ཞིག་རྟོགས་ཡོང་དུས་དེ་ལ་ག་རེ་བཤད་པར་བསམ་ན་དཔེར་ན་ཟབ་གསང་གཉིས་མཐར་ཕྱིན་པའི་སྐད་རྣལ་འབྱོར་ཕྲ་མོ་ལ་སླེབས་པ་རེད། རྣལ་འབྱོར་ཕྲ་མོ་དེ་ལ་མིང་ག་ལྟར་བསམ་ན་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་ཟེར་ཡ་དེ་དེ་རེད་ད་ལྟ་དེ་བཞིན་འབྱོན་པའི་དུས་ཀྱི་གསུང་དེ་ཟབ་གསང་རྣལ་འབྱོར་ཆེན་པོ་ཟེར་ཏེ་རྣལ་འབྱོར་ཆེན་པོ་གི་སྒྲ་དེ་ད་ལྟ་ང་ཚོས་ཆེ་ཆུང་གི་སྐད་ཆ་དེ་ཆེ་ཆུང་དེ་ཆེན་པོ་དེ་མ་རེད་ག་རེ་ཟེར་ན་མཐར་ཐུག་པ། ལྟ། དེ་ལས་འདས་ས་མེད་པ་འཁོར་འདས་ཀྱི་ཆོས་ཐམས་ཅད་ནི་དེའི་ཀློང་ལས་འཕགས་འདས་ས་མེད་པ་དེའི་ངང་དུ་རྫོགས་བསྡད་ཡོད་པ་དེའི་ངང་དུ་ཆོས་ཉིད་ཀྱིས་གྲུབ་བསྡད་ཡོད་པ་དེའི་ངང་དུ་རང་བཞིན་ཉིད་ཀྱིས་གྲུབ་བསྡད་པ་མ་གཏོགས་ལྷ་བསྒོམ་དཀྱིལ་འཁོར་བསྒོམ། མཚན་བཅས་ཀྱི་ཐོག་ནས་མཚན་བཅས་ཀྱི་དཀྱིལ་འཁོར་བསྐྱེད་རིམ་བསྒོམ་ཡང་དང་རྫོགས་རིམ་བསྒོམ་ནས་འགྲུབ་ཡོང་བ་དེ་འདྲ་མ་རེད། ངོ་བོ་ཉིད་ཀྱི་སེམས་རང་བཞིན་ཉིད་ཀྱིས་གྲུབ་བསྡད་པ་དེ་འདྲ་ཡིན་དུས་དེ་ལ་ཡང་ག་རེ་བཏགས་པ་རེད་ཟེར་ན། དེ་ནི་སྐྱེ་འགག་འདུ་བྱེད་ཚད་མའི་རྒྱ་ཆོས་གཅིག།